ཆོས་གྲོགས་ལྷན་རྒྱས་ཚང་མ་ལ་དེ་རིང་གཟའ་ལག་པ་སོང་བ་ཟེར་ནས་རྒྱ་བ་བཞི་ནུར་བུའི་ལག་དཀར་པོ་མདུན་ལ་བསུས་ཏེ་དེ་ནས་བཀྲ་ཤིས་བདེ་ལེགས་ཞུ་འོ་ཡོད། དེ་ནི་ང་དང་ཆོས་འབྱུང་གི་སློབ་ཚན་པོ་ཞུས་པ་ཡིན་ན་ཆོས་འབྱུང་གི་ཤོག་ལོ་ཀ་བརྒྱ་དང་བརྒྱད་པ། དེ་ནི་ཆོས་འབྱུང་གི་ལེའུ་གསུམ་པའི་ཤོག་ལོ་ཀ་བདུན་པ་ཞུས་པ་ཡིན་ན། ཕྱགས་པས་གཟིགས་ས་དེ་དང། འགྲོ་བ་ནད་པ་ཇི་སྲིད་དུ་ནད་གསོ་རྒྱུད་ཀྱི་བར་དུ་ནི། སྨན་དང། སྨན་པ་གཉིས་བཏང་ནས་དེས་ནད་གཡོག་བྱེད་པར་ཤོག། ཟེར་ནས་དེ་ནི་ཚིག་སྨྲ། ཡི་ཚིག་པོ་དེ་ནི་བསམ་བློ་དང་སྙིང་པོ་ཡང་ན་སྐྱིད་པོ་ནི་སྐྱིད་པོའི་ཚོགས་ཤིག་ཡང་ན་དེ་ནི་སྙིང་ག་སྙིང་ག་གཟུགས་གང་གི་ཚོགས་ཤིག། བདེན་པའི་རང་དེ་ནི་ང་དང་ཚིག་བྱ་ཆེ་མིག་ཟུང་འདུག་ག་ལ་བདེན་པའི་རང་མིག་ཆུ་ཤོར་ན་མིག་ཆུ་ཤོར་བྱ་ཚོགས་ཤིག་འདུག་ག་ལ། ད་ཡི་ཚིག་པོ་སྤྱི་བཞུགས་དེ་ནི་འོག་བཞུགས་ཡ་སྙམ་པོ་དེ་ནི་ད་ང་དང་གླིང་གསུམ་པ་མགོ་བཙུགས་ག་ལ། དེ་ནས་ཡན་ལག་བདུན་ནི་ནང་ནས་ཡན་ལག་གསུམ་པ་ལྔ་དང། བཞི་པ་སྒོ་བཙུགས་སུ་ནོག་པ་ཡན་ལག་བཞི་པ། བཞི་པ་དེ་ནི་ལྔ་དང་བཞི་སུ་ཡི་རང་གི་ཡན་ལག་པོ་བཞི་སུ་དེ་ནི་ཡན་ལག་ལྔ་པ་ལ། དེ་ནི་ལྔ་དང་ཆོས་འཁོར་བསྐོར་བ་ལ་གསོལ་བ་བཏབ་པའི་ཡན་ལག་པོ་བཞི་སུ་ཡན་ལག་དྲུག་པ་ལ་དེ་ནི་ལྔ་དང། དེ་ནི་མྱ་ངན་ལས་མི་འདས་པ་དེ་ནི་སྐུ་ཚེ། དང་བསྐལ་པ་ནས་བསྐལ་པ་བཞུགས་རོགས་བྱེད་ཟེར་གསོལ་བ་བཏབ་པའི་ཡན་ལག་བཞི། དེ་ནི་མདའ་ལྔ་དང་ཡན་ལག་བཞི་པ་གྱི་རང་ཡན་དེ་ནི་ངོའི་ཡན་ལག་པོ་བཞི།

ཨོ་དེ་ལྟ་ག་དགེ་བ་ཙམ་ཞིག་བྱོས་ཏེ་ཡོད་ན་དེ་དགེ་བ་ཚང་མས་ཅི་བྱ་ཞིག་ཟེར་ན་དེ་ནི་སེམས་ཅན་ཐམས་ཅད་ཀྱི་དེ་ནི་སྤྱི་ནོར་བདག་གིས་དགེ་བ་གང་དང་གང་བྱས་པ་བས་དེ་ནི་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་སེལ་བར་ཤོག་ཟེར་ཅི་བཏང་ནས་ངོ་ཡོད་ཅེས་ཟེར་ལ། ད་འདི་རིང་དེ་ནི་ང་དང་ཅི་ཡིན་ནོ་ཟེར་ན་དེ་ནི་ཙམ་ཞིག་དགེ་བ་བྱོས་ཡོད་ན་བདག་ས་ཚུད་པ།

འགྲོ་བ་གནས་པ་ཇི་སྲིད་དུ། ཞེས་དུས་ག་ལ། ནས་གསོད་རྒྱུར་གྱི་བར་དུ་ནི། ད་འགྲོ་བ་ཀུན་ལ་དེ་ནི་ང་དང་འགྲོ་བ་ཟེར་བུ་སེམས་ཅན་ཚང་མ་ལ། སེམས་ཅན་ཐམས་ཅད་ལ་དེ་ནི། ད་སུར་མོ་འདྲ་མི་འདྲ་དེ་ནི་ང་དང། ནད་རིགས་ཡིན་རིགས་པ་ལས་ཇི་སྲིད་ནད་རིགས། བདུན་སྟོང་ཕྲག་བརྒྱད་ཚུན་ཆད་ཇི་སྲིད་གན་ཚོགས་ལ་དེ་ནི་ནད་རིགས་བཞི་བརྒྱ་རྩ་བཞི་ཡིན་ཟེར་ནོག་པ། དེ་ནི་ནད་རིགས་བཞི་བརྒྱ་རྩ་བཞི་ཡི་ནད་ཙམ་ཞིག་ཡོད་པ་ཡིན་ན། དེ་ནི་ནས་གསོད་རྒྱུར་གྱི་བར་དུ་ནི་ཟེར་ན་ནད་པ་ནས་མ། ནད་ལས་མ་དྲག་གི་བར་དུ། ཞེས་དུས་ག་ལ། དེ་ནས་ནད་པ་ནད་ལས་མ་དྲག་གི་བར་དུ་གཅིག་གྱུར་ཞིག་ཞོག་སྙམ་པོ་དགེ་བ་བཅུ་ཀ་ཚང་མ་ལ། དེ་ནི། མན། དེ་ནི་མ་ཐོབ་གང་དགོས་ལ་མན་ཐོབས་ཤིག་ཡང་ན་དེ་ནི་མན་འགྱུར་ཞིག་ཟེར་ར་ལ། མན་འཇིག་སེར་ན་དེ་ནི་ང་དང་ནད་ཅི་ཡོད་པའི་བར་ལ་དེ་ནི་ནད་དུ་རྒྱལ་ཆས་པས་མན་ཅི་ཡོད་པར་ནོག་པ། དེ་ནི་མན་དེ་ནི་ནད། མདོག་མདོག་ཆོས་པ་ཡིན་ན་དེ་ནི་ཁ་ཅིག་ག་དེ་ནི་ད་མན་ནི་ནད་པ་ལ་གཟུར་མོད་དེ་ནི། གཟུར་མོ་ལ་དེ་ནས་མ་འདང་སས་མ་ཕ་ན་ལུས་དོ་ཞུས་སྟེ་ནོག་པ་དོ་མི་རྒྱག་བཞོ་ནོག་པ་ནད་པའི་རྒྱུ་ནད་ཡོད་པའི་རྒྱུ་གུ་ལ་དེ་ནས་ཚང་མ་ལ་མ་ནུས་རྒྱག་ཡིན་ན་ཅི་ནོག་ཟེར་ན་ད་དེ་ནད་པོ་ལ་དེ་ནས་མན་པ་ཁ་སྤ་དང་མན་པ་དེ་ནས་རྒྱ་ལེགས་མ་ཐོག་པ་ལུས་བྱ་ནོག་དོ་གསུངས་པ་ཟེར་ནས་དེ་ནས་དགེ་བ་གང་ཙམ་ཞིག་བཅོས་སུ་ཡོད་ན་གང་དང་གང་བཅས་སྤ་ཡང་ན་དགེ་བ་ག་ཟུག་ཅིག་བཅོས་ཡོད་ན་དེ་ཚང་མ་ལ་དེ་ནས་མན་པ་ཁ་སྤ་རྒྱུར་བྱས་སྟངས་དེ་ནས་ནད་པ། ལ་སྨན་ཐོབ་བྱ་སྲིད་དེ་ནས་རྒྱུ་རུ་འགྱུར་ཞིག་ཡང་ན་སྨན་ཁོ་རང་འགྱུར་ཞིག་ཡུལ་སྲིད་ནག་པོ་ཡང་ན་ཨ་ལ། དེ་འཁོར་ཞིག་ལ་སྨན་མ་ཐོབ་པ་ཡོད་ན་ཁོས་དགེ་བ་སྤྱོད་སྐན་པོས་དེ་ནི། དགེ་བ་བོ་སྨན་ལ་འགྱུར་ཞིག་ཡིག་ཚིག་སྐན་པོ་ཡང་ན་ང་དང་ཡང་དགེ་བ་ཙམ་ཞིག་སྤྱོད་ཡོད་ན་དེ་ཚང་མ་དེ་ནི་སྨན་པ་ཁ་སྤ་དང་སྨན་ཐོབ་བྱ་སའི་རྒྱུ་འགྱུར་ཞིག་ཡིག་ཚིག་སྐན་པོ་ལ། ནད་གསོ་རྒྱུར་གྱི་བར་དུ་ནས་ནད་པ་ནད་ལས་མ་དྲག་གི་བར་དུ། ཨ་ནི་དགེ་བ་སྤྱོད་སྐན་པོ། འོ་ནི་མར་འགྱུར་ཞིག། དེ་ན་ཚོ་ཁ་མར་འབབ་འགྱུར་ཞིག། མན་དང་མན་པ་གཉིས་བཏགས་ནས་ཚོ་ཐོག་ལ་མར་འགྱུར་ཞིག་མལ་པར་འགྱུར་ཞིག། ད་མན་དང་མན་པ་ཡོད་དེ་ཕ་རེ་མ་ནོར་དེ་ནི་ཏུས་ཏུས་འདུག་དེ་ནི་མན་དང་གན་ཏུས་ཏུས་འདུག་དེ་ནི་ལྟ་རྟོག་ཆོ་ག་ནི་དེ་ནི་ནད་གཡོག་དགོས་ས་ནོ། དོ་གསུངས་པ་ས་ནི་དེས་ནད་གཡོག་བྱེད་པར་ཤོག་ཟེར་སྙན་པོ་དེ་ནི་མན་པ་ཀུན་ནད་པ་ཀུན་ལ་དེ་ནི་མན་པ་འགྱུར་བར་མ་ཟད་དེ་ནི་ནད་པ་ཀུན་ནས་མན་ན་འགྱུར་ཞིག། དཀའ་འོ་དགེ་བ་པོ། མ་ཟད་དེ་ནི་ནད་དཔག་ཀུན་ལས་ཅི་དགོས་ཟེར་ན། ནད་དཔག་ཀུན་ནི་ནད་གཡོག་རྒྱུར་ཐུབ་པར་ཤོག་ཟེར་རེད། ད་དེ་ནི་ནད་དཔག་ག་ཚོད་བྱས་ནའོ་ཟེར་སྙམ་པོ་དེ་ནི་སྤྱི་བཏང་ནད་རིགས་བཞི་བརྒྱ་རྩ་བཞི་དེའི་ནང་ནས་གལ་པ་འཇིགས་ཁ་མའི་སྐབས་སུ། ཨ་ནི། ད་ང་ད། ཚོད་ནས་འཇིགས་པ་ལ་ཁྱེད་རིགས་ཉི་མ་བདུན་ཟེར་ནོག་པ།

གལ་པ་འཇིག་ལ་སེམས་ཅན་འཇིག་པ་ག་ཚོད་ནད་ཡོང་གི་ལ་སེམས་ཅན་ཚང་མ་ལ་དེ་ནི་ང་དང་ནད་ཡོང་བྱ་ཅན་གྱི་ནོག་པ་ནད་ཡམ། དེའི་ནད་སྤ་གོང་ལ་དེ་ནི་སྨན་འགྱུར་བྱེད་དང་སྨན་སྤ་འགྱུར་བྱེད་དང་དེ་ན་ཚོ་ག། དེ་ནི་དེའི་ནད་གཡོག་བྱོས་ཐུབ་པར་ཤོག་ཟེར་རེད་དོ་གྱུར་པ་ཡིན་ན་གལ་པ་འཇིག་པའི་ག་ཚོད་དེ་ནི་ནད་ཡམ་མི་འཇིག་པ་ཁོ་རང་ལྡོག་ཆ་ནོ་དེ་ནི་སེམས་ཅན་ཐམས་ཅད་ལ་ནད་ཡམ་ཡོང་བ་སྙམ་པོ་དང་འཛམ་བུ་གླིང་གི་སེམས་ཅན་ཐམས་ཅད་ལ་ནད་ཡོང་བ་སྙམ་པོ་ནི་ཡང་པོ་རྒྱལ་ཐུབ་པ་ཡིན་ན་དེ་གཟུགས་ཀྱི་ངོ་སྟངས་སྤ་ན་མ་དེ་ནི་དགེ་བ་ཆེར་མེད་ནོག་པ།

ཨ་ནི་ཞག་པོ་བདུན་བཞི་སྟེ་ནག་པའོ། དེ་ཚང་མ་དེ་ནི། ལ་རྒྱ་ལ་དེ་ནི་ནད་པར་འགྱུར་ཞིག་སྨན་འགྱུར་ཞིག་གསོ་རིག་དེ་ནི་སྨན་པར་འགྱུར་ཞིག། དེ་ནི་སྨན་འགྱུར་ཞིག་ཁུང་བུ་ནི་ནད་གཡོག་འགྱུར་ཞིག་ཟེར་དེ་གཟུགས་བ་དེ་ནི་ངོ་སྤ་ཡིན་ན་ནི་རྒྱལ་བ་དེ་ནི་ཟད་མི་ཤེས་པ་ཅིག་ཡོང་ནོ། ཟེར་དེ་ནི་ནད་པའི་དོན་དང་ངོ་དང་པོ་ཡོད་ནོ་ཡ་ལེ།